འོག་གི་སངས་རྒྱས་པའི་ཆོས་དེ། གཏིང་ཟབ་པ་དང་འགྲེལ་ཆེན་མང་ཡོད་ནས་དོ་སྣང་ཟིག་ཡོང་གི་ཡོད་ཀ། ད་ལྟ་མོ་གཟིགས་འདི་ཚ་སོ་ང་ཚོ་འོད་ཆོས་ཕྱོགས་གི་ཐོག་ནས། ད་ལྟ་ཡིན་ན་ཡང་ང་ཚོ་འཛམ་བུ་གླིང་འདིའི་ཐོག་བ། ཅིག་ཧི་གེ། ཅིག་ངོམ་རྒྱུ་ཟིག་ནོ་དེ། འུ་ཅོག་གཟུགས་རྒྱུ་ཟིག་སྟོན་རྒྱུ་ནོ་དེ་སངས་རྒྱས་ཀྱི་ཆོས་རེད་ད་མོ་གཟིགས་འདི་སངས་རྒྱས་ཀྱི་ཆོས་དེ་ང་ཚོ་འོད་མི་རིགས་ཀྱི། འདི་གའི་ལོ་རྒྱུས་ཀྱི་ཆ་ནས་བརྩི་བ་ཡིན་ན་ཡང་ད་ལྟའི་གནས་སྟངས་ཀྱི་ཆ་ནས་བརྩིས་ན་ཡང། ང་ཚོ་སངས་རྒྱས་ཀྱི་ཆོས་དེ་གལ་ཆེན་པོ་གི་ལོག་རྡོ་ནི་རེད། ཅིག་དབུ་མའི། རྣམ་པ། མཚོན་བྱེད། ཏེ། ཆུང་ངུ་གྱི་བཟོ་ལྟ་དང། སྐྱ་གི་མཚོན་རྟགས་དག་དག་གི་ཐོག་ནས་མཚོན་བྱེད་ཚང་མས་ཁ། དབུ་མའི། ཁྱད་ཆོས། དབུ་གི་རྣམ་པ། འབུར་དུ་ཐོན་ཐུབ་ནུས། གྱི་རྒྱུ་ཆ་གཙོ་བོ་སྟེ། སོ་སོའི་རིག་གཞུང་རེད། སྐད་བརྡ་རིག་གཞུང་རེད། སྐད་བརྡ་རིག་གཞུང་གི་ནང་ནས་ད། གི་ཆོས་ཟེར་དགོས་ནི། གཙོ་བོ་སྟེ་རིག་གཞུང་རེད། རིག་གཞུང་གི། དག་ཅིག་ད་ཞིག་ཅིག་བཤད་ན་ནང་བཞིན་གླག་གི་རོལ་མོ་སོགས་ཤིག་མ་ང་ཡོད་ནི་རེད། ང་ཚོ་ཆ་ལུགས་སོགས་ཤིག་མ་ང་ཡོད་ནི་རེད་དེ། ཡིན་ན་ཡང་རྩ་བ་འདྲ་མོ་དུ། གཉིས་བསམ་བློ་རྣམ་ཤེས་ཀྱི་ཐོག་ནས་འཇོག་དགོས་རེད་ད་ཚོ་སངས་རྒྱས་ཀྱི་ཆེད་དེ་གཙོ་བོ་རེད་ལ། དུ་མོ་ཟིག་ནི་ད་ཚོ་ང་ཚོ་བོད་མི་ཟིག་ཡིན་པའི་ཆ་ནས་འོ་ཀི། ཅིག་མཚོན་རྟགས་འདྲ་མོ་ཟིག་ན་མ་རེད་འོ་ཀི་རྣམ་པ་འབུར་ཐོན་བོ་ནོ་དུ་མཚོན་ཤིག་གི་རྒྱུ་མཚན་གཙོ་བོ་ཞིག་དེ་སངས་རྒྱས་ཀྱི་ཆེད་ལོག་དོ་ནི་རེད་ངས་སོག་པོ་བཟོ་ར་དུ་ཟེར་གི་ཡོད།

རྒྱལ་ཁབ་འདི་གི་ནང་གི་མི་རིགས་སིར་སི་ཟིག་གི་རྣམ་པ་འབུར་ཐོན་འདྲ་ཟིག་ཡོད་ནོ་གི། ཆ་ཆེ་གཙོ་བོ་འདྲ་མོ་དེ་སངས་རྒྱས་ཀྱི་ཆོས་ལོག་དོན་ནི་འདྲ་ཟིག་དེ་དང་འབྲེལ་བས་དེ་ནི་བུ་དྷི་ཡ་ཟིག་བཤད་ན་ཡ་བུ་དྷི་ཡ་ལན་གོ་ཅི་ཟིག་ན་རེ་ཉང་ཆི་ཟིག་དག་ན་མ་དག་ན་དོན་དག་བོད་ཡིག་ཏུ་ཆགས་དག་ནི་རེ་དེ་ག་ཆེན་པོར་ཟིག་ངས་བཤད་ཀི་ཡོད་དུ་མོ་ཟིག་འདྲའི་ཨིག་ཟོ་བོད་པ་མི་རིགས་ཟིག་གི་ངས་ནི་བོད་ཀྱི་མི་རིགས་ངས་ནི་བཤད་ན་ཡང། སངས་རྒྱས་བའི་ཆོས་དེ་གོ་གལ་ཆེན་པོ་རེད། གཉིས་ནི། བོད་ཀྱི་ཡིག་ཡིག་ལ། དགའ་ཞིང་ཡོང་ནི་གཟིགས་ར་འོག་གི་ཡིག་ཡིག་ལ། མཐོང་ཡོང་ནི་གཟིགས་ཡིག་སྒོ་གི་ཡོ་ན། སངས་རྒྱས་ཀྱི་ཆོས་ལ་གཟིགས། ཅིག་ཤེས་སི་གཟིགས་ཡོ་ནི་སངས་རྒྱས་པའི་ཆོས་ལ་དོ་སྣང་གཟིགས་འོ་ལོང་ན། ངོ་མ་ཅན་གི་འོ་ཡིག་དུ་རྩ་ཆེན་པོ་ཡིན་ནི། འོ་ཡིག་མེད་ཐུ་མེད་པ་གཟིགས་གཟིགས་ནི་ཤེས་ཡོང་ནི་རེད། དེ་རིང་ཁ་སང་ཨིན་ཇི་སྐད་དང་འཇར་མན་སྐད་དང་ཧྥ་རན་སི་སྐད་དང་སི་པ་ནི་ཤི་སྐད་ཨི་ཐ་ལི་སྐད། མང་ངོ་ནི་ང། འུ་གི་སྣང་བའི་ཆེད་ཡོང་གི་ཡོད་ནི་རེད་དེ། ཡིན་ན་ཡང། ལྟ་གྲུབ་ཀྱི་རྣམ་གཞག་ཞིབ་ཚགས་ངོ་གཟུགས་ཐོག་འཇོག་པ་དང་ན། མཐར་གཏུགས་ན། འུ་གི་ཡི་གེ་ལ་གཏུགས་རྒྱུའི་ནི་མ་གཏོགས། ཨིན་ཇིའི་ཡི་གེ་རྐྱང་རྐྱང་གི་ཐོག་ནས། ཐག་གཅོད་ནི་ད་ལྟ། མི་རབས་གཅིག་ཟིག་མ་གཏོགས་མི་རབས་གཅིག་གཉིས་ཟིག་མ་གཏོགས་སོང་བ་ནི་མ་རེད། དུ་མ་ཡིན་དུས་གཏན་འཁེལ་བ་ཟིག་ཡོད་ནི་མ་རེད། ང་ཚོ་བོད་ཡིག་ནང་སྣང་བའི་ལྟ་གྲུབ་དེ་ཚོ། གཏན་འཁེལ་ནས་ལོ་སྟོང་ཕྲག་སོང་བ་འདྲི་བའི་ཐག་མཚོན་ནི་ཡོད་ག་ད་དུ་མོ་གཟིགས་འདྲི་སངས་རྒྱས་པའི་ཆེད་ལ་དོ་ནག་ཙི་གེ་གཟིགས་ཡོད་ན། བོད་ཡིག་འདི་རྩ་ཆེན་པོ་ཟིག་ཙི་ད་ལི་བོད་ཡིག་ལ་དགའ་ཞེན་ཡོང་ནས་བོད་ཡིག་ལ་སྤོབས་པ་སྐྱེས་ནས། དེ་ལོག་ནི་རེད། ད་ཆད་དོ་སྣང་གི་ཚོགས་མེད་ན་བོད་ཡིག་གོ་དོན་གི་ཚོགས་མེད་ག། གསར་སྐུ་མཐོང་མཁན་གི་ཚོགས་མེད། དེང་སང་གི་ཤེས་ན་ཆགས་བཞག་ན་བོད་ཡིག་བོད་ཡིག་མཐོང་ཡོང་རྒྱུ་ཅང་མེད་ག། ད་འོ་དེ་དེ་ཚེ་ན་མོ་གཅིག་ཤེས། ད་དེ་ནས། བཟོ་བོ། ང་ཚོ་སྐྱོན་ཆ་གཅིག་དེ། དང་ཏུའུ་ཁེན་མེན་ནོ་དག། ད་གཟོད་སྐྱོན་ཆ་ཆེའུ་དུ་ཤོང་ན་རེད། རྒྱ་བ་ཁུ་གུང་མེ། ཨ། ད། དུས་རབས་ཉི་ཤུ་བའི། མགོ་སྟོད་གཟིགས་ནས། ཁུ་གུང་མ་རང་ཉིད་ལ། དཀའ་ངལ་ཞིག་བྱུང་ན་རེད། དབྱིན་ཇིའི་དམག་ཅིག་ཡོང། ཨ། དེ་གཞིགས་ནས། ཨ། དེ་ནས། རྒྱ་དམག་ཅིག་ཡོང། དེ་ཉིད་དཀའ་བ། རྒྱ་བ་ཁུ་གུང་མ་དེ་ནས། རྒྱ་སོག་ཡུལ་དུ་ལ་ཧེབ་དགོ་ནི། དབྱིན་ཇི་མ་ར་ཡོང་ཚ་ཚོ། རྒྱ་དམག་ཡོང་བའི་སྐབས་ལ་རྒྱ་དཀར་ཧེབ་དགོ་ནི། དུ་མོ་གི་གནས་ཚུལ་བྱུང་ནི་རེད། དེའི་སྐབས་ལ་དེ་ནི་ཚོ་མ་ཅིག་རྒྱ་དཀར་ནག་གི་གནས་ཚུལ་དུ་བཟོ་གཟིགས་ཡོང་བར་ཚ་ཚོ། དེ་ནི། ལྷ་ས་ཤེར། ཆེ་སི་གོ་ན་རུ་ཆིབས་ཞིབ། གྲུབ་ནས། དུས་ཚོད་མི་རང་བར། ཨང་ཀི་ལ་ན། སློབ་སྦྱོང་བ་གཏོང་རྒྱུ་གི་འགུགས་ཚུགས་ཨོ་ཀ། ད་ང་ཚོ་ཐབས་སྐྱོ་ནི་ཟིག་ཨ། དེ་མུན་ཐི་ནི། སྟག་མ་ཐི་ནི་རེད་ལ། ད་ལྟའི་ངོ་མ་ཅན་གོ་བ་གི། འགྱོད་པ་དཔག་ཏུ་མེད་པ་སྐྱེ་ནི་ཟིག་རེད། དེ་སྐྱེ་ལོ་ཞིག་སྟོང་གི་བརྒྱ། ཕ་སྤྱིར་བཅོ་ལྔ་ཡར་མར་ཐུབ་མོ་ཟིག་རེད། མུ་མཐུད་ནས་བཏང་ཐུབ་བོ་ན། སྐྱེ་ལོ་ཞིག་སྟོང་གི་བརྒྱ། བཅོ་ལྔ་སྐོར་ནས། ཉི་ཤུ་རྩ་གྲངས་སུམ་བཅུ་སོ་གྲངས་བཞི་བཅུ་ཞེ་གྲངས། ལྔ་བཅུ་ལྔ་གྲངས་བཟུང་རིགས་དཔེར་ན་བཞི་བཅུ་ཞེ་གྲངས་བར་དུ། དང་དུས་ཤིང་ཡོད་ནས་འོད་པ། བརྒྱ་ཕྲག་སྟོང་ཕྲག་མེད་ན་ཡང་བརྒྱ་ཕྲག་ཁ་ཤས་ཟིག་ང་ཚོས་སྐྱོང་ཐུབ་ན་དད་ལྡན་ཡོང་ནི་རེད། ད་ལྟའི་ང་ཚོ་རྩ་བ་ནས་རྗེས་ལུས་ཐེབས་སོང་ནི་རེད། ཐིག་ཤོར་ཤིག་གི་སོང་ཟིག། དུ་མོ་ཟིག་འདིས་ད། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལྔར་གི་ང་ཚོ་བཙན་བྱོལ་བ་ལོག་ནས། ད་ཐབས་སྐྱོ་ཆགས་ཡོང་ཚར་ཚོ། ལྔ་བཅུ་ལྔར་གི། ཟླ་བ་བཞི་བའི་ནང་རྒྱ་གར་ཐོན་སོང། ཨ། ཟླ་བ་བཞི་བའི་ཟླ་མཇུག་དེ་མ་སི་རི་འབྱོར་སོང། ལས་ཀ་དང་པོ་དེ། ང་ཚོ་འོད་ནི་སི་ར་མཛའ་གྲགས་ཀ་ཡོང་གོ་ནོ་རིག་ཏི། ད། ས་སི་ས་ས་སི་ས་ན་མ་ཟིག་ར། ད་ང་ན་སི་ཀི་ཟིག་ར། འབྱོར་སྟངས་འདྲ་ཟིག་ཅིག་ལི་གོ་ནི་ཟིག་གི། མཛའ་གྲགས་ཀ་ལས་ཀ་དི་རེད། ཨ། དེའི་ལོ་གཅིག་དི་གི་རང་ཨ། ད་ལྟའི་མཛའ་གྲགས་ཤི་གི་རེད། དེ་ནས་དྲུག་ཅི་ཐམ་པའི་ཨ། ཟླ་བ། ཕལ་ཆེར་བཞི་བ་ལྔ་བ་གསུམ་པ་བཞི་བ་བཞི་བ་ལྔ་བ་ཡིན་ས་ཡོད། འདི་ནི་ང་ཚེ། སློབ་གྲྭ་བརྩིགས་ན་རེད། སློབ་གྲྭ་བདག་དབང་དེ་མ་ཟི་རི་ལ་བརྩིགས་ན་རེད། དེ་རིགས་ཆེ་ཆུང་རྣམས་འགྲོ་ཞལ་ཡིག་ཆུང་ཆུང་དེ་འདྲ་ཡོང་ནི་མ་རེད། འོ་ནི་ཟེར་ར་ད། ཕྱི་ཟེར་དགོས་ན་བཟང་ཕྲུག་གི་འོག་ནས། སྟག་ལོར་རྒྱ་གར་དྲན་ཡོང་ནུ་ནང་གི། ད་མཐའ་མཚམས་ནས་ཙག་ཙིག་ཡོང་ནི་རེད་མ་གཏོགས་གཞན། ལྷ་ས་རང་ནས་ཡོང་ངེས་དོན་ནུ་བོའི་རིགས་དེ་ཚོ་ད། མི་ཧྲག། ད་ཧྲག། ཤ་སྟག་ཡིན་ནི་མ་གཏོགས་ཡོང་ནི་མ་རེད། ད་ལྟའི་ནང་གི་གཞོན་སྐྱེས་གཞོན་སྐྱེས་དེ་ཚོ། ཉིན་ལྔ་བཅུ་ཐམ་པ་ཟིག་རིག་རིག་དག་ལས་མི་སུ་རིག་གི་སློབ་གྲྭ་དང་པོ་དེ་ཚུགས་ནི་རེད། དེ་རིང་དགེ་འདུན་པ་ཚོ་ལ་ཡང། དགེ་འདུན་པ་ཚོ་ད། ཅིག། ཕྱིན་ཆད་ང་ཚོའི་བསྟན་པའི་མི་རུ་སོ་འཇུག་གི་དོན་དག་རིས་མེད་གི་དགེ་འདུན་པ། གཅིག་སྟོང་ལྔ་བརྒྱ་ཟིག་ཐོག་མར་རྒྱ་གར་གཞུང་གི་སུམ་བརྒྱ་ཡིན་ས་ཡོད། ང་ཚོས་ད་སུམ་བརྒྱ་མྱོང་སོང་ཟིག། གཅིག་སྟོང་ལྔ་བརྒྱ་ཡིན་ནམ་མིན་ན་དགོས་གི་ཟིག། ཨུ་ཚུགས་བརྒྱབ་ཡས། དེ་ནས་སྦག་ས་སེ་ནོ་ལ་སྦག་ས། ལ། གཅིག་སྟོང་ལྔ་བརྒྱའི། གྲངས་ཀ་གཟིགས། གྲངས་བཅད་གཟིགས་གྲངས་ཚད་གཟིགས། དགེ་འདུན་གྱི་རྟགས་གནས་གཟིགས་ཚིག། དེ་སློབ་གཉེར་མུ་མཐུད་ནས་གནང་རྒྱུ་ཡིན། དེ་ནི་རྒྱ་གར་གཞུང་གི་རེ་ཞིག་འདྲ་ནི་སྟོང་ཟིག་རེད། ཚོགས་ཀྱི་མཐུན་རྐྱེན་འདྲ་འགྲོགས་དེ་རྒྱ་གར་གཞུང་གི་གནང་ངེས། དགེ་ཡི་རྟགས་འདི་ནི་རེད། ད་ལྟ་རེ་ང་ཚོའི་དགོན་པ་བཟང་རྒྱུ་སྐད་ཆ་དུམ་བུ་ཆུང་ཡོད་ནི་མ་རེད་ལ་ཞིག་གི་སྐད་ཆེན་པོ་འགའ་ཆང་རྩི་ཡོད་ནི་མ་རེད་ད་སྐད་ཆེ་ཤོས་དེ་ང་ན་བསྟན་པའི་སོན་རྩ་འདྲ་ཟིག་གི། དགེ་འདུན་པ་གཅིག་དང་ལྔ་བརྒྱ་ཟིག་ན་དགེ་ཡོད་ད་ད་གཟོད་རིགས་ཀྱི་ང་ན་སློབ་སྦྱོང་མི་མཐུན་ལ་ནང་ད་སྔོན་ན་ཁ་ས་དགེ་ཐུག་མཛའ་གྲགས་ཆེ་བོ་དེ། དང་ཐུག་ཤིང་སློབ་རྒྱུ་དེ་གལ་ཆེན་པོ་ཞིག་རྩི་ནས་དེ་ནས་ཐུག་ཤི་ཐང་པོ་ལོག་ནས་ད་འོ་ང་ཚོའི་སློབ་གྲྭ་འདི་ཚོ་འདི་གས་རྩི་གིས་ད་དེ་ད་ལྟ་བར་དུ་ང་ཚོ་གཏན་འཇགས་སློབ་གྲྭ་གི་མཚོན་པའི་ཉི་མའི་སློབ་གྲྭ་གི་མཚོན་པའི་ད་སློབ་གྲྭ་འདི་ཚོ་གལ་ཆེ་དོན་ཆེ་དེ་ལས་འཛི་དགོས་དོན་དེ་རེད། ད་སློབ་གྲྭ་འཛུགས་ན་འཛུགས་སྟངས་རེད། དང་ཐུག་ཤིང་རྐྱང་རྐྱང་གི་སྒྲུང་འདིར་གཞིགས་ན། དེ་སྒྲུང་ནི་མ་རེད། ང་ཚོ་བོད་རེད། ང་ཚོ་བོད་མི་རིགས་རེད། ང་ཚོ་ལ་རིག་གཞུང་ཡོད་ནི་རེད། ང་ཚོ་ལ་སངས་རྒྱས་པའི་ལྟ་གྲུབ་ཡོད་ནི་རེད། དུ་མོ་ལུག་འདི་ཙ་ཚོ་ང་རང་ཚོའི་ལྟ་གྲུབ་དང་འབྲེལ་བའི་རིག་གཞུང་གཏིང་ཟབ་དེ་དང། ང་ཚོ་ཡི་གེ་དེ་ཡང་ངེས་པར་དུ་ད་སློབ་ཐུབ་ན་གུག་ཡོད་ནི་རེད། དུ་མོ་ལུག་འདི་ཙ་ཚོ་སྐབས་དེའི་ད་ལྟ་པཱ་འདྲི་དང་ནི་རོ་ལ། ད་ང་ཛོ་ཝོ་ཀ་ཤ་ཡི་ཛོ། དེ་ནི་དང་ཏི་ཤི་ཡོན་དང། ང་ཛོ་ཝོ་ཀ་གནའ་རབས་ཀ་ཤེ་ཡོན། ཉི་ག་ཡོ་ནི་ཟི་གོ་གི་ཡོ་སི་དུ་མོ་ཟིག་འདི་ཚ་ཚོ་ང་ཛོ་ལྷོ་བྲ་སི་ཏི་གོ་གི་ཡོ་ཟི་དི་ལི་པཱ་འདྲི་དང་ནི་རོ་ལ་བཤལ་ནི་རི་དེ་རང་རྒྱ་ཁྱེར་དི་ལི་དི་ནི་དབུས་སུ་ས་ཡི་དི་སི་ཀུན་དི་ཚི་གི་དི་ལི་དེའི་ཁྱབ་ཁོངས་ཀྱི་འོག་དེའི་སྐབས་དེ། གཙོ་འཛིན་དེ། Society། གི་གཙོ་འཛིན་དེ། རྒྱ་གར། དབུས་གཞུང་གི། དེ་ནི། Union། Education Minister། ཤི་རུ་མ་ལི་སི་གོང་བུ་དག་གནང་ན་རེད། དེ་མཐའ་མའི་ཐག་གཅོད་ལས་བྱུང་བའི་ཉི་མ་དེ། ནི་རོ་དང། ནི་རོ་ཡི། དེ་ནི་སོ་ཚིགས་གཟུགས་གཞི། དེ་ནི་ཤི་རུ་མ་ལི། སོ་ཚིགས་ཨ་ཡོང། དེ་ནི་ང་ཚོ་གོར་ཀོ་རི་དོ་ཏི། པན་ཏན་ནེ་རི། ཏན་ཏན་འདི་གི་འདི་གི་འདི་གི་འགོ་བ་ཚི། ཐག་གཅོད་གཙང་མ་གཟུགས་གཞི།

ད་ནས་ཞིག་ནས། ང་ཚོའི་སློབ་ཁྲིད་སྐོར་གཟིགས། པར་ད་ནི་རུ་ལ། ང་ཚོས་གོ་བསྡུར་བྱས་པའི་སྐབས་ལ་ནི་རིགས་འདི་ཟེར་ནི་རེད། འོ་དོན། མ་ལག་ཁ་ཤས་ནས། འོ་དོན། འཐབ་འཛིང་དེ་མུ་མཐུད་ནས་འཛིན་རྒྱུ་གི། ཐབས་ཤེས་གཙོ་བོ་དེ། བོད་རིགས་གཞོན་སྐྱེས་དེ་ཚོ། དང་ཐུག་སློབ་སྦྱོང་ཆ་ཚང་བ་ཞིག་སྤྲོད་དགོས་ནི་རེད། འོ་ད་འོག་གི། འཐབ་རྩོད། མུ་མཐུད་ནས་འཛིན་ནོ་དེ། ཐབས་ཤེས་འདི་ཡིན་ནི་རེད། འཛམ་གླིང་རྒྱ་མཚོ་བ་ཐང་ཆེ་ཤོས་ནི་ཧ་ལས་ཀྱི་སྤྱི་བོ་ནི་མ་རེད་ཟེར་ནི་རེད་དེ་བཤད་ཐ་རེད་ལ། ད་འདི་གིས་བདག་ལས་ང་ཚོས་སློབ་གྲྭ་འདི་ཚོ་བཙུགས་ཡིན་ད་ང་ཚོས་ཆུ་མོ་བཙུགས་མེད་ཟེར་ན་ར་རྒྱ་སྐར་ནང་གི་ད། བཙན་བྱོལ་བའི་སྤྱི་ཚོགས་ཀྱི་ནང་ད། མི་རབས་གསར་བ་ཟིག་ཡར་ར་འཚར་ལོངས་བྱུང་རིགས་དེ་རང་ཁ་སང་ཧ་མ་གི་ལོག་རྡོ་ནི་ར་དི་ཚོའི་རིགས་དི།

ཧི་ན་འགྲོ་དེ་གི་རྒྱ་ནི་རེད། ད་སློབ་གྲྭ་ཚིག་ཚར་ནོ་བཞིན་ནི་ད་དཔེ་ཁ་ཆེ་ག་དང་རྒྱུག་དེ་གལ་ཆེ་ནི་རེད་ཟིན་ད་ལེ་ང་ཚི་བར་སྐབས་ཚིག་ནི་ད་དཔེ་ཆེ་ད་ག་དང་རྒྱུག་དེ་ཐུག་ག་འབའ་ཚི་བས་ནི་རེད་རིམ་པས་རིམ་པ་གི། མགོ་མ་མགོ་མ་དྲུག་ཆིན་ནང་ང་ཚི་ཤེས་རིག་གི་ཚོགས་འདུ་འཚོགས་ནི་དེ་སྐབས་ལ། ད་ང་ཚི་ངོ་ཤེས་ནི་ཟིག་གི། བོ་ལི་ཤི་ག་པོ་ཚི་གོ་ནི་རེད་དུག་གི། ད་ནི་སློབ་ཚན་དི་ཚུ་བོ་ཡིག་ནང་སློབ་དགོས་ནི་རེད་ཟི་སང་རི་ར་དི་ཚུ་རིག་དི་ཡེ་ན་མི་ནང་བོ་ཡིག་ནང་སློབ་དགོས་ནི་རེད་ཟི་ད་ནི་སང་ཉིན་སློབ་སྦྱོང་སློབ་བྱུ་དེ་དེ་དགོངས་གྱིར་ནི། དབྱིན་ཇིའི་ནང་ནས་བོད་ཡིག་ནང་ང་ས་ར་དགེ་རེད་ད་ནས་སང་ཉིན། བོད་ཡིག་ནང་ང་བོད་སྐད་ནང་ང་སློབ་སྦྱོང་སྤྲོད་ཐུབ་མཛད་དགོས་ནི་རེད་ཟེར། དུ་མོ་བསམ་འཆར་བྱུང་ན་རེད། སྐབས་དེ་ཡང་ང་ཟེར་དགེ་རྒན་རྣམ་པ་ཁ་ཤས་ཟིག་གིས་འོ་ད་དེ་འདི་ནི་མ་རེད་ཟེར་ང་ནི་དབྱིན་ཇིའི་ནང་ང་བསྒྱུར་ནས་བསམ་ན་ཧྲ་ནི་རེད་ཟེར་དེ་གས་སོང་ན་རེད། དེ་ནས་རིམ་པས་རིམ་པ་གི་དེ་ནས་ད། དེ་ཕྱིས་ཟེར་དགོས་ན་རེད་ང་ནི་ལྷོ་རིམ་དང་བོ་ནས་བཟུང་སྟེ་ད་ལྷོ་རིམ་གང་འཚམས་ཟིག་བར་དུ་བོད་ཡིག་རང་གི་ཐོག་ནས། ད་སློབ་ཚན་ཚང་མ་སློབ་རྒྱུ་ཟིག་གི། ང་ཚོའི་དེ་གའི་ད། ལག་ལེན་ད་རེད་ང་ཚོ་སོང་ན་རེད་ལ། ད་ད་གཟུགས་རིས་ང་ཚོས་སྤུས་རྟགས་རེ་དང། སློབ་སྦྱོང་སྤུས་རྟགས་རེ་གཏོང་བ་ཙམ་དུ་མ་ཟད་པས། ང་ཚོ་ཡི་གེ་ཁུར་མཁན་ད། བོད་ཡིག་ཡར་རྒྱས་འགྱུར་ཐུབ་ནས་སློབ་ཚན་གཞན་པ་བཟོ་ནའང་ཡང། ད་ནི། བོད་ཡིག་རང་གི་འདི་གའི་གོ་ཕྱོགས་ནས་ཟིག་ཡིན་ན། བོད་ཡིག་ཡར་རྒྱས་འགྱུར་བ་ད་འོ་ན་རེད། ད་དེ་གའི་ད་ལས་ད་ང་ཚོས། ཨ། ལས། ལས་འགུལ་ཟླ་མོ་དེ་གའི་རྩ་ན་རེད། སྐབས་དེ། ང་ཚོ་སྲིད་སྤྱི་འདྲ་མོ་དེས་བོད་རིགས། ད། ཞལ་ཡི་དུ་གཟུགས་རིགས་ཏེ། དེ་ནི། འདབ་ཆགས། དེ་ནི། གི་ཤོག་ཁག་གཉིས་བདུན་ཡོད་ན་གི། དང་ཏིག་གི་ཤིང་ཡོད་ནི། འུ་གཟུགས་གནའ་རབས་ཀྱི་དེ་ནི། སྣང་བ་སངས་རྒྱས་པའི་ལྟ་གྲུབ་དང་འབྲེལ་བའི། རིག་གཞུང་གི་ཤིང་ཡོད་ནི་གཟུགས་གོག་ཟས་དེ་ལས་ད་འདི་གི། ད་གོང་ནས་འགྲེལ་བཤད་རྒྱབ་ནང་ནང་བཞིན་རེད། ད་ཐུན་མོང་གཟུགས་འདི་རྩ་གཙོ། སྣང་བའི། ལྟ་གྲུབ་དང་འབྲེལ་བའི་རིག་གཞུང་ཤེས་ཡོང་ཚར་ཚོ། སློབ་སྦྱོང་གཤིས་ཀ་ཆེ་ནི་རེད་སློབ་སྦྱོང་དབྱེ་སྟངས་དེ་ཡང། ཁ་འདོན་སྐྱོར་འདོན་འདྲ་འདྲའི། འདོན་པ་དོ་ནུབ་ག་ཚད་ཅིག་གོ་མ་རེད། ད་སློབ་སྦྱོང་ནི་འཇུག་གོ་ནི་རེད། སློབ་སྦྱོང་འཇུག་ཐབས་ལག་ཤེས་གཟིགས། ངས་ད་ཤི་ཤ་ནུ་ནང་བཞིན་ཆ་བ་ཆེ་སང། ཡ་སི་ནི་མ་ར། ཤོང་ཤོང་འོ་ནུ་ག། རྟགས་སུ་དོན་གྱིས་སོ་དེ། དོན་སེང་གང་དང་གང་ཡིན་ན་དོན་གང་དང་གང་ཡིན་ན་ཡང། དུ། ཅེས་ཅ་ནུ་ནང་བཞིན་གཟིགས། ཐག་ཆོད་པ་གསལ་བོ་ཡོང་རྒྱུ་ར། ཕན་ཐོགས་ཤིག་ཤིག་བར་ཚར་ཚོ།

མ་སུ་རི་ལ་རྟགས་གསལ་བཏང་ནོ། ང་རང་རང་གི་རིགས་ནི་རེད། དེ་ནི་ཡིན། སིམ་ལ་ལ་ར་དེ་ནི་ཡིན། དཱ་ལ་ཧོ་སི་ལ་ར་ཕལ་ཆེར་དེ་ཡོད་བསམ་གི། ད་ཡིན་ན་ཡང། རིམ་པས་རིམ་པས་གི་དེ། དེ་ནི་ཇེར་དི་གའོ་སོང་ནི་རེད། ཤོག་ཤོག་ཅིག་ནི། ཆེར་གི་ཤི་ཚི་དེ་ཡང་ཕལ་ཆེར་མ་འདང་མི་ན་བསམ་གི། ཆེར་གི་ཟི་རི་ག་འདི་ལྷོ་ལི་འདྲ་མ་ཟིག་དང། ཅིག་བཅོམ་མདང་འདི་གི་མཐོང་རབས་དང་ཅིག་དུམ་བུ་དག་གི་ཆེ་གི། ག་གནས་ཚུལ་འདྲ་མོ་སྐྱིད་འོང་ནི་འདུག་མ་ར་འདྲི་ཤིག་རྒྱག་རྒྱུ་མ་གཏོགས། ཞིབ་ཚགས་གི།

དེས་ད་ལོ་འདི་མོ་སོང་ནར་དེས་ན་ང། ཏན་ཏན་ང་ཚོའི་ཆོས་ཕྱོགས་གི་སློབ་སྦྱོང་ཡིན་རྒྱུ་དེ། ཏན་ཏན་དེ་ཤོར་སོང་འོག་གི་བསམ་གི། འོ་ད་ཆོས་ཕྱོགས་ཟེར་ན་དགའ་དགའ་ད་སྒྲུབ་ཟེར་ན་དགའ་དགའ། འོ་ད་ཏན་དེ་ཤོར་སོང་ཟིག། ད་དེ་དང་ཆབས་ཅིག་ཚུར་ཤོག་དེ། ང་ཚོ་བཙན་བྱོལ་བ་ལོག་ནས། ད་དྲུག་ཕྱིའི་ནང་དུ་ནས་བཟུང་སྟེ། ང་ཚོ་ད། དགེ་འདུན་པ་གང་འཚམས་རྒྱ་གར་ཐོན་འོང་ནི་རེད། འདི་ན་ནམ་རྒྱུད་གྲྭ་ཚང་གི་མཚོན་པའི་རྒྱུད་གྲྭ་མ་སྟོན་གི་མཚོན་པའི། དེ་ནི་རིས་མེད་ཀི་ད། དགེ་འདུན་པ་མང་བ་ཟིག་དེ་ཕེ་བོ་ནི་རེད། ཨ་ཨ་དེ་སྔ། ནུ་ཀ་གྲྭ་ཚང་ཟིག་དཔེ་ཆ་ད་གོ་ནི་མ་རེད། ད་དུ་མང་ཟིག་ནི་ཟེར་སོ། ད། རྒྱ་གར་ཡོང་ནི་ད་དྲུག་ཕྱི་ནང་ཟིག་ནི། ད་དགོན་པ་ཚང་མ་གི། དཔེ་ཆ་ད་གོ་གི་ཟིག། གཞུང་ད་གོ་གི་ཟིག། འདོན་པ་དོ་ནོ་ར་ཆོ་ག་དོ་ནོ་སྤྱི་གོ་གི་འདང་གི་མེད་གི་ཟིག་ད་ལི། འོ་ད་ངས་དེ། གྱིས་འདྲ་ཟིག་ཡིས་བསམ་ཕྱིར་འདྲ་ཟིག་བཤད།

ཨ་ནི་དགོན་པ་འདི་ཚོའི་རིགས་དེ་ར། ད་དེ་སྔ། ད་འདས་པའི་ལོ་རྒྱུས། ལོ་བརྒྱ་ཕྲག་ཁ་ཤས་ཟིག་གི་རིང་ཨ་ཛི་མའི་དགོན་པ་ཟེ་ཆེ་བསྐྱོད་སློབ་གཉེར་འདྲ་དེ་དང་ནེར་མ་གཏོགས། དེ་ནི། ཨ། ས་གཉིས་རྟ་རྒྱུག་ར་གཞུང་ཆེན་མོ་རྟ་རྒྱུག་གི་ལུགས་སྲོལ་མེད་ནི་རེད། ད་དེ་སྔ་ཟེ། ས་གཉིས་རྟ་དགོ་གི་ཟེ་ད་ལི། ད་ཛི་མའི་དགོན་པ་ཟེ། ན་ང་ས་གཉིས་རྟ་གྱི་ཟིག་འགོ་བཙུགས་ནས་ད། བར་སྐབས། ཆུ་ཟེ་གོ་ནེར། ཡར་རྒྱས་ད་ཚད་ལྷུང་བ་ཤེས་གི་ཡོག་པ་རེད། འདི་མོ་གི་ལོག་བས་ད་དེ་རིང་ཁ་སང། དགེ་བཤེས་མ། མཐོ་མཇུག་གི་མཚམས་མ་ད་ཐོན་ནོ་ན་རེ། དེ་དང་ཆབས་ཅིག་ད་ང་ཚོ་སྤྱི་ཚོགས་ཀྱི་ནང་ང། སངས་རྒྱས་བའི་ཆེས་གསལ་ནོ་ད་ངས་ད་ཞིག་གོང་དུ་བཤད་ནོ་ནང་བཞིན་གྱི། བསམ་བློ་བཏང་ནས་ངས་རྣམ་བཤད་ཀྱི་རྩལ། ཡོངས་སུ་རྫོགས་པ་བེད་སྤྱོད་ཡེ་ནས་དེ་ནི། ཆེས་ཉམས་ལེན་ཡེ་ནས་གཟིགས་དགོས་ནི་རེད་མ་གཏོགས། སྐྱ་སེར་ཕྱི་གསལ་ནོ་སྤྱི་གོ་གི་མི་འགྲིག་གི་ངས་ད་ཞིག་དབྱིན་ཇིའི། ཚིག་ནང་ལ Religion སེ་གོན་ད་ཕེད་ཐོག་ལ་འཇོག་གི་ཡོད་ནི་རེད། སངས་རྒྱས་བའི། ཆེས་ཟད་གོ་ནོ་དུ་སེམས་བསྒྱུར་བཅོས་གཏང་རྒྱུ་ག་ཚད་ན་རེད། སེམས་བསྒྱུར་བཅོས་གཏང་རྒྱུ་དེ་ཕྱི་མོ་ཟིག་གཏང་གོ་ནར་བྱེད་ན། བསམ་བློ་ཁོ་ནའི་ཐོག་ནས་བསྒྱུར་བཅོས་གཏང་གོ་ནི་རེད། བསྒྱུར་བཅོས་བསམ་བློ་ཐོག་ནས་བསྒྱུར་བཅོས་གཏང་བ་ལ། བསྒྱུར་བཅོས་མ་གཏང་ནོ་ཉེས་དམིགས། བསྒྱུར་བཅོས་གཏང་ནོ་ཕན་ཡོན། འདུ་ཤེས་ནོ་གི་ཐོག་ནས། དེ་ནས་བསྒྱུར་བཅོས་གཏང་རྒྱུ། གཏོང་འདོད་སྐྱེས། བསྒྱུར་བྱའི་སྟོང་དུ་སྐྱེ་བའི་སྐབས་ལ། བསྒྱུར་བྱའི་སྟོང་སྟངས་དེ་སེམས་ཀྱི་ནང་དགའ་བ་ཆུ་ཟིག་འོག་གི། སེམས་ཀྱི་ནང་འཛིན་སྟངས་དགའ་བའི་བློ་ཆུ་ཟིག་ཆུ་ཟིག་འོག་ནས་དུ་ཟོ་ཤེས་ཀྱི་ཞིག། ནང་བའི་དཔེ་ཆའི་ཕྱིར་སྐད་ལས་ན། ཚད་མ་དང་ལོག་ཤེས་ཟེར་གོ་ནོ་གི་ཚད་མ། ལོག་རྟོག། མ་རྟོགས་པ། ལོག་པར་རྟོག་པ་ཐེ་ཚོམ་ཟེར་གོ་ནོ་འདི་ཟོ་འགའ་བདེ་ཕྱོགས་དེ་ཡིན། དེའི་ལྡོག་ཟླ་དེ་ཚད་མ། ཚད་མ་ལ་མངོན་རྗེས་ཀྱི་ཚད་མ་གཉིས། ཉམས་མྱོང་སྐྱེ་བའི་སྐབས་ལ་མངོན་སུམ་ཚད་མ། དེ་མིན་སྔོན་ལ། ཧཱུྃ། ཧཱུྃ། ད་ཚོགས་ཁག་ཡིན། རྒྱུ་མཚན་ལ་བརྟེན་ནས་ཚོགས་ཁག་ཡོད་ས་ཚོ་རྗེ་ཧཱུྃ་ཚད་མ་ཟེར་བྱ་གོ་འདུག་གི། ཚད་མའི། ཚད་མ་དེ། ཧཱུྃ། རྒྱ་མཐུན་ཡོང་ནི་རེད། མཐུན་པའི་ཕྱོགས་རེད། ཚད་མའི་གྲངས་བའི་ལོ་དེ་ལོ་ཡང་དག་པ་རེད། ལོག་རྟོག་གི་གྲངས་བའི་ལོ་དེ་ཚོ་རིགས་བྱིན་གྱིས་རློག་གི་ལོ་ཡིན་ནི་རེད། ལོག་རྟོག་དེ་ར་བྱིན་གྱིས་རློག་གི་ལོ་རེད། ད་དུམ་བུ་གཟིགས་ནས་ས་ཚོ་སངས་རྒྱས་བའི་ཆའི་སེ་ཀུན་ཏེ་ཆུ་ཚོད་ཀྱི་སྐོར་ནས་བརྗེས་ན། ལོ། ཡང་དག་པ་དང་ཡང་མ་དག་པ། ཀླུ་དོན་ཐེམས་དང། ཀླུ་ཤིང་སྤྱི་ལོག། ཚད་མ་དང། དེ་ནི་ཚད་མ་ཟེར་དགོས་ནི་ར་ད་ཚད་མ་གཅིག་པུ་མ་རེད་ཚད་མ་དང། དེ་ནི་ལོག་ཤི་བར་གི་འཐབ་རྩོད་ཡིན་གྱི་གཟིགས། དེའི་འཐབ་རྩོད་ལ་ཡིན་ནི་ཚད་མ་འགྱུར་བ་གཏོང་གི་ཡོད་ག་ཤི་ད། དཔེར་ན་རྩ་མོ་ཡི་ཆིག་བྱ་ན། བདག་ཏུ་འཛིན་པའི་ཀླུ་ཟེར་ཀུན་དེ་ལོག་ཤི་རེད་ལ། བདག་མེད་པར་རྟོགས་པའི་ཀླུ་དེ་ཚད་མ་རེད་ལ། དེ་རྒྱབ་རྟེན་ཡོད་ནི་རེད་དེ་སྒྲུབ་བྱེད་ཡོད་ནི་རེད། དུམ་བུ་ལྷིང་འདྲིས། བདག་ཏུ་འཛིན་པའི་བློ་དེས་ངར་གྱི་གཅིག་གཞིག། ཞེ་སྡང་གཅིག་གཞིག། ཚིགས་སུ་བར་ནག་གཅིག་གོ་སྟེ། འདོད་ཆགས་སྐྱེ། ཕྲག་དོག་གཅིག་འཇིག། འདོད་ཆགས་ཞེ་སྡང་ཁོང་ཁྲོ་ངར་གྱི་ཟས་གོ་ནོར་འདིས་ང་ཚོ་རྙོག་དྲ་བཟོ་གི་ཡོད་ཀ་སྤྱི་ཚོགས་ནང། སོ་སོ་རང་ཉིད་ཡིན་ན་ཡང་ཚིག་མར་གྱིས་པ་བཟོ་འོ་ཀ། རེད་ལ། ས་རྟག་ཏུ་མེ་ནི་ཡའི་གོ་ནོར་ཏེ། དེའི་ལྡོག་ཕྱོགས་ཀ་བློ་གཟུགས་སྐྱེ་བའི་ཐོག་ནས་མེ་ནི་ཡའི་གོ་ནོར་མ་གཏོགས་སྨོན་ལམ་རྒྱབ་ནས་མེ་ནི་ཡའི་ཐུན་ནོར་མ་ར། ཤག་ཆེན་པོའི་དབྱེ་བ་ཙམ་གོ་སྟེ། ཡའི་ཐུན་ནོར་མ་ར་མེ་ནི་གཟུགས། དུ་མོ་གཟུགས་འདི་མེ་ནས་གཏོང་རྒྱུ་དེ་བསམ་བློ་རང་ཉིད་ཀྱི་ཐོག་ནས་འགོག་ག། དུ་མོ་གཟུགས་འདི་ཚ་ཚོ། སློབ་སྦྱོང་ཡོད་ནི་གི་ཐོག་ནས། དེ་ནི་ནང་བའི་ཆེད་ཀྱང་འགོག་གི་མ་གཏོགས་སློབ་སྦྱོང་མེད་ན་ནང་བའི་ཆེད་ཀྱང་ཀྱང་བཤད་དཀའ་ནི་རེད། ད་དུ་མོ་གཟུགས་འདི་ཚ་ཚོ། ང་ཚོའི་སྤྱི་ཚོགས་འདི། སྤྱི་ཡོངས་ཀྱི་ཆ་ནས་ནང་བའི་སྤྱི་ཚོགས་ཟིག་གི་ལོག་ད་ནི་རེད། ནང་བའི་སྤྱི་ཚོགས་ཟིག། ངོ་མ་ཚ་དེ་ཟིག་ཡོང་དགོས་གི་ཡོད་ན། ཆེད་སློབ་དགོས་ག། ཆེད་སློབ་སྦྱོང་ཡི་དགོས་གི་མ་གཏོགས། ཆེ་བ་ཡིན་ཟིག་ད་ལས། ལག་ག་འཕྲང་ང་ཟིག་ཁྱེད་རེད། ཅིག་དོ་ནོག་ཅིག་ཀོ་གི། མི་མདང་གི་ཟིག་ད་ལི། བ་ད་ཏི་གི་ངའི་འབོ་ཀི་ཧི་ཧི་ད་ལི། ད་རིམ་པས་རིམ་པས་རིམ་པས་གི། ང་ཚོ། སྐྱ་བོ་ཕོ་མོ་ཚོ་གི་ནང། ད། ནང་ཆེས་ངོ་སྤྲོད་ལས་ཀྱོ། ནང་ཆེས་སྒྲོག་ལང་ཡིན་ནི། ནང་ཆེས་སློབ་སྦྱོང་ཡི་ཀྱོ་ཏི་ཡི་གོ་གི་ཟིག་ད་ལི། བ་ད། ད་ཡེ་ན་མི་ན། བླ་མ་ཡི་ཟིག་ཞིག་ཐིག་གི་ང་དལ་འདི་ཤེས་རྒྱག་རྒྱུ་མིན་ནོ་ཡི། གོར་གོར་ཡི་དལ། ད་ནི། སྤྱིར་བཏང་གི་སློབ་ཚན། སློབ་སྦྱོང། གྱི་བསྡུར་ཡིན་ནོ་ནང་བཞིན་ཡི་འདི་གི་འགྱོ་གི་ཟིག། ཏི་གི། ད་བ་ཏི་གི་ད་ལི། སྔ་མོ། ལ་དྭགས་ཀྱི་ནང་ཨ། ད་ལོ་གང་འཚམས་སོང་ནི་རེད། དེ་རིང་ང་ངའི་ཁུ་ཚུར་འབོད་ཀི་ཡིན། ཨ། ཁུ་ཚུར་འདི་ལག་ལེན་ན་ལྟ་རེད། ཟིག་ཨེ་ཟིག་གྲུབ་འབྲས་འདྲ་འགྲོ་ཐུབ་ནོ་གི། ཡང་འདི་ང་ལོ་རྒྱུས་ཟིག་བཤད་ཀྱི་ཡོད། ལ་དྭགས་ལ་སྔ་མོ་ང། དུག་ཆེན་ནང་ཨ་ལ་དྭགས་སོང་བའི་སྐབས་ལ་མགོ་སྟོད་དང་ཨ་ཇོ་རེད། དང་ཐིག་གི་ཤེས་ཡོན། ཡོད་ཀ་ཡོད་ནོ་གི་ལ་དྭགས། དུ་གཟུགས་རིག་སྟེ། དུ་རིག་ཚ་ཚོ་ལ་བདག་ལ་ཡོད་ནོ་གི་སྒོམ་པ་བཟོ་དང། བླ་མ་བཟོ་ལ་ལྟ་སྟངས་ཡོད་པ་མེད་གི། ཁི་བཟོ་སེམས་ནས་མཐོང་ཆུང་ཡོད་གི། དུ་ནི་འདི་དོན་དག་ཅང་མེད་གི་བསམ་ནས་དུ་མོ་གཟིགས་དྲན་ནས་འདུག་གི། དུ་མོ་གཟིགས་འདྲའི་སྐབས་དེ་ད་ལྟ། ཡང། ང་དུས་བཞུགས། ཡང་ལ་བདག་དུས་བཞུགས། སྐབས་གཅིག་སོང་རིག་ཐ་ཚོ། ཁི་བཟོ་དང་དུས་ཤིག་ནི་འོ་ནི།

ཡིད་ཚིམ་གོ་ནི་མ་ར། ད་ནི་དགོན་པ་རྫོགས་འདི་གི་དེ་ཡོང་རིགས། དགོན་པ་ཟིག། ཅིག་འདོན་པ་འདྲ་ཟིག་ཐོན། ད་ནི་གྲོང་ཆོག་བ་རྫོགས་ཤིག་ཅིག། དུ་མོ་ཟིག་མ་རྟོགས། ཤེས་གི་སྟངས་ཟབ་མོ་ཟིག་ཅིག་མེད་པའི་ཚ་ཚོ་གི་ཚོ་ཡིད་ཚིམ་གི་མེད་ག། ད་ནི་བསམ་བློ་གནང་ཨ། རིན་ཐང་མེད་ནི་འདྲ་ཟིག་གི་ལོག། དུ་མོ་གི་འོ་ད་ཐོག་མ་དཀའ་ངལ་འདི་མོ་ཐུག་ནི་རེད། ད་རིམ་པས་རིམ་པས་གི། སློབ་སྦྱོང་ཡི་རྒྱུགས་འགོ་ཟིག་ཚིག། ཆེས་བརྡར་ཤ་གཅོད་རྒྱུ་མགོ་ལུག་ཙིག་ཡོང་བར་བརྩི་ཏོ་ད་དེང་སང། དང་དུས་ཀྱི་སློབ་གྲྭ་ཐོན་ནས་ཤེས་ཡོད་ནུ་ག་ལ་བདག་ག་ཟེ། འགན་གཙོ་བོ་ཁི་རེད། ནང་ཆེས་འཛིན་གྲྭ་འཚོགས་རྒྱུ་ད་ཁོང་ཚོའི་རིགས་ཁིར་ལས་ནུ་གཙོ་བོ་དེ་རེད། དགའ་པོ་དགའ་མོ་ཟིག་ཤེས་གི་ཁིར་ལང་མིན་མི་ཤེས། གང་ལྟར་དང་དུས་ཀྱི་ཤེས་ཡོད་ནུ་ག་ཉིད་དུ་ཟུར་གི་ཁིར་གཙོ་བོ་ལང་ངེས་འགན་རྐང་ལང་ངེས་ད། འཛིན་གྲྭ་འཚོགས་རྒྱུ་ཐོག་ག་དོར་སྣང་ཡོད་གོ་ག། ཨོ་ད་ཐུན་མོང་གཟུགས་ནི་ཚ་ཚོ་གཟུགས་འོག་གི་ནང་ཨ་སྟེ་དེ་བཞིན་ཡིན་ད་ལེ། ཡ། ཕྱི་སི་ཀུ་ནར། ཨཱ། ད། རྡ་རམ་ས་ལ་ད་ཕྱི་ཅི་འདི་ཚུགས་ཡིན། ང་ཕྱི་དགེ་བཟོ་དང་སྐ་ཆ་ཟིག་བྱུང་རེད། ཨཱ། དོ་སྣང། ཤིག་ཅི་ཅི་མགྱོགས་ཀི་ཕན་ཐོག་ར་ངི་ཅི་འཛིག་ཡོང་གི་ཡོ་ནི་ཟིག་ག་ར་གི་ཟེ་ཡི་ད་ལེ། ཤིག་ག་ནི་ཡིན། ཕྱི་ཆེན་འདི་གི་ལིང་གན། ལག་ལེན་གོ་ཨེ་ཡོང་མོད་དེ་ངས་ཇི་སྲིད་ཡི་རངས་ཡོད་ཐུགས་རྗེ་ཆེ་ཟེར་གྱི་ཡིན། དེ་དེ་བཞིན་གཞིས་ཆགས་ཁག་ལ་ཡིན་ན་ཡང། འདི་གའི་ཏཱ་ལའི་སློབ་སྦྱོང་བཙུགས་རྒྱུ་ག་ང་ཚོའི་ལིང་གན་ཚུགས་པའི་གི་ཟླ་བ་ནི་རེད། ད་མོ་གཟིགས་ནས་ཚ་ཚོང་ང་ཚོའི་སློབ་གྲྭ་ཁག་གི་ནང་ཨ། ཐོག་མ་དྲུག་ཕྱི་ནང་ཨ། ང་ཚོའི་མཚན་ཉིད་སློབ་སྦྱོང་ཨེ་ཅི་ཡོད་ནི་གཟིགས་གི། སུ་བཏུལ། ཨ། དེའི་མདའ་མོ་གང་འཚམ་གཟིགས། ལག་ལེན་བཀའ་ནི་བར་སྐབས་ཉམས་ཆག་གསང་ལུགས་འདི་ཚུར་རིག། ད་ང་ཚོས་ཡར་ལྷར་གསོ་ཐུབ་ན་གཟིགས། ཞོག་ན། འདི་བཀའ་ཆེན་པོ་རེད་ལ་གཟིགས། ད་ད་མོ་བསམ་བློ་འཁོར་བདེ་བ་ནི་རེད། ད་ད་མོ་གླིང་གི་ཚ་ཚོ། དེས་ན། བར་སྐབས་དེ། ང་ཚོའི་སློབ་གྲྭ་ཤག་ཡི་ཚོ་ལ། ཡང་ཅི་ཧ་ར། ནང་ཆེ། ངོ་སྤྲོད་ཡི་གྱོ་ར་ད་མོ་ད་མོ་རིག་ཡི་ཐུབ་ན། ཕ་འདྲེ་ཐོག་མ་ཡོང་བ་གཟིགས། འོ་དིག་སི་གོ་ཁ། ད་མོ་གཟིགས་འདྲི། འོ་ད་འོ་དེ་རང་ང་འདི། ང་ན་ཉི་མ་ད་འོ་འགོ་འཛིགས་འདྲ་འོ་དེ། ངུ་ན་ཅིག། ཚེ་སྲིག་གི་ནོར་ཧ་གི་ང་ཚོ་ལོ་རྒྱུས་དང་འབྲེལ་ནས། སྐྱོན་གྱི་ཆ་ནས་མ་རང་གི་ཤི་ཟིག། རྒྱབ་ན་བསམ་ནས་འོ་ད་བསམ་ཚུལ་དང་པོ་ཟིག་ཡིན། ད་ནང་ཆེན་ངོ་སྤྲོད་ངོ་མ་དེ། ད་དེ་རང་དུས་ཚོད་ཟེར་ར་ཆང་མེད་ཁ་དུས་ཚོད། དུས་ཚོད་ཕྱི་ར་སྐར་མ་བཞི་བཅུ་ཤེར་སྔ་ཟིན་ཚར་ད། ཁྱེད་ཀྱིས་འདི་རྒྱབ་ལྗོངས་ཤེས་སོང་ང། ལོ་རྒྱུས་འདི་གིས་མི་ལ་བསམ་བློ་བཏང་ན། གནད་འགག་ཚིག་འོག་ཁ་ཤེས་ད། ནང་ཆེས་ལབ་ཟེར་དགོས་ན་ད་ཁྱོད་ཚོ་སློབ་ཕྲུག་ཚོ་གྲོངས་ཆོག་པ་ཅིག་གསུང་ཟེར་དགོས་ན་མ་རེད། ཤི་ད། ཡང་ཁྱོད་ཚོ་གྲྭ་བ་ར་ཨ་ནི་ཤི་ཟེར་ད་ལས་ཆེས་ལྷག་དགོས་ན་མ་རེད།